ག་ཟེར་ན་མེད་ཟེར་ན་དགའ་ཟེར་ན་མ་དགའ་ཟེར་ན་མདོར་ན་ཁྱེད་རང་གི་ལན་རྒྱབ་སྟངས་དེ་ཐོག་ནས་སྤུ་གུ་ལ་ཞེ་དྲག་ཡོང་གི་ཡོད་རེད་མཐའ་མ་དེ་ལ་ཨ་ནི་སྤུ་གུ་ལ་ཡ་ཁོ་རང་གི་སྐད་ཡིག་དེ་ལ་དགའ་པོ་བྱེད་བཞིན་ཡ་ད་གལ་ཆེན་པོ་རེད་དེ་དགའ་པོ་ཆགས་དགོས་ཀྱི་ན་ཨང་དང་པོ་ཁྱེད་རང་དགའ་དགོས་གི་རེད་དེ་ནི་དེང་སང་ཕ་མ་མང་པོ་གཅིག་གི་ད་གལ་ཡོང་མ་རེད་སྐད་ཡི་གེ་ཞེ་དྲག་མ་ཤེས་ན་སྐྱོན་ཡོང་མ་རེད་ཁོ་རང་ཁ་ནས་ཚོད་འགྲོ་གི་རེད་ཟེར་གྱི་འདུག་དེ་ང་ཞེ་དྲག་སེམས་ཕམ་ཡོང་གི་འདུག་མཚམས་མཚམས་ཨ་ཁ་ཁ་ད་ཁ་གསོད་ཡ་དེ་མ་གཏོགས་བསམ་བློ་དེ་མེད་རེད་བས་ད་སོང་དང་ན། དེ་ནས་ཁ་གསོ་ཡ་དེ་དག་འབུ་དང་ཞག་དང་བྱི་བུ་དེ་ཚོ་གས་གསོད་འགྲོ་གི་ཡོད་དང། འབུ་སྨིན་མེད་མཁན་དེ་ཚོ་གས་ཁ་གསོ་ཐུབ་ཀྱི་ཡོད། ཁ་ལག་ཟ་ཐུབ་ཀྱི་ཡོད། ད་ཉི་མ་གཅིག་ལ་དེ་ཚོ་རྩ་བ་ཉིད་མ་གོ་ནས་ཁ་ཚ་ན། ཁྱེད་རང་སུ་ཡིན་ཟེར་སྐད་ཆ་དྲིས་དུས། ང་འདི་ཡིན་ཟེར་གི་རང་ཉིད་ངོ་སྤྲོད་ཡས་བྱས་ཡ་མེད་འགྱོ་ཆགས་འགྲོ་གི་རེད། དེ་འདྲས་ཀྱི་ཆགས་ཚ་དུས་གཞན་གྱི་མཐོང་ཆུང་བྱེད་ཀྱི་རེད། བཞག་ས་གཅིག་ལ་ཡང་བཞག་གི་མ་རེད་མ་སྨྲ་ས་གཅིག་ལ་བཞག་ཡོང་གི་རེད་དུས་དུས་ང་ཚོ་སེམས་ཕམ་ཡོང་གི་རེད་སེམས་ཡ་སྡུག་ཡོང་གི་རེད་གཏིང་ཚ་དུས་ང་ཚོ་ལ་ཡང་ཡོད་པ་དེ་ནང་སེམས་ཀྱི་རིག་གནས་དང་བསམ་བློ་བཏང་སྟངས་དམིགས་སུ་བཀར་བ་འདི་རེད་གཏིང་ཚ་དུས་ད་ལྟ་ང་ཚོ་རྒྱལ་ནང་ནས་བློ་མཐུན་མང་པོ་ཅིག་ཡུལ་སྐོར་ལ་ཡོང་གི་ཡོད་རེད་ཁོང་ཚོ་ཡོང་ཡ་དང་ལྷག་པར་དུ་མགོ་སེར་མང་པོ་ཅིག་ཡོང་གི་རེད་ཁོང་ཚོ་ཡོང་ཡ་དེ་དེ་བ་ལ་ཡ་ད་ག་ཟེ་ས་གཅིག་པོ་ལྟ་ག་ཡོང་གི་ཡོད་མ་རེད་གཙོ་ཆེ་ཤོས་དེ། མི་དེ་ཚོ་གི་གཤིས་ཀ་བསམ་བློ་བཏང་བཏང་གདོང་གི་འཛུམ་མདོང། དེ་ཚོ་གི་ཐོག་ནས་ཁོ་རང་ཚོའི་སེམས་ཀྱི་སྡུག་བསྔལ་མང་པོ་ཅིག་སངས་ཡག་གི་ད་བོད་ལ་སླེབས་སོང་ན་སེམས་ཀྱི་སྡུག་བསྔལ་མང་པོ་ཅིག་དྲག་འགྲོ་གི་རེད་བསམ་ཡག་གི་རང་བཞིན་གྱི་བསམ་བློ་དེ་འདྲ་ཅིག་ཡོད་རེད་མང་པོ་ཅིག་དེ་བ་སླེབས་དུས་ངུ་ཡོང་གི་ཡོད་རེད། དེ་ཡིན་ཚ་དུས་ང་ཚོས་འདིའི་བསམ་བློ་གི་ཁྱད་ཆོས་འདི་ཚོ་བརླག་སོང་ན་ཕངས་པོ་ཞེ་དྲག་རེད་འདི་སྐད་ཡིག་བསམ་བློ་གི་མ་རྩ་འདྲ་པོ་དེ་གཙོ་བོ་གཙོ་བོ་སྐད་ཡིག་དང་འདི་ཚོ་གི་ནང་ལ་ཡོད་རེད་དེ་ཡིན་ཚ་དུས་འདི་ཚང་མས་ཤུགས་རྒྱབ་རོགས་གནང། ད་ཚེ་སྔིན་མ་འདྲ་ཡིན་པ་ཡིན་ན་ལོང་པ་རེ་རེའི་ནང་ལ་ཁྱིམ་ཚང་ཁ་ཤས་མི་ཤི་མེད་བསྡད་དུས་ད་ཕ་ཚོ་གོ་བརྡ་འཕྲོད་དགོས་མི་འདུག་ཟེར་ན་དེ་ཁག་ཡོད་མ་རེད། དངོས་གནས་ད་ལྟ་ཀླད་ཀྱི་མར་པ་ཀླད་ལྷོ་ཀླད་སར་ཡོང་དགོས་ན་ལས་ཟླ་བ་གསུམ་བཞི་ལ་ཡོང་དགོས་སྐོར་བ། དེང་སང་གི་དུས་ཚོད་ལ་ད་དུང་ནང་ཕན་ཚུན་གོ་བརྡ་མི་འཕྲོད་དགོས་མི་འདུག་ཟེར་དུས་དེ་ང་ཚོ་སྐད་ཡིག་གི་སྐྱོན་རྩ་བ་ཉིད་ནས་མ་རེད་དེ་སྒེར་རང་གི་སྐྱོན་རེད་དེ་ངོ་ཚ་ཅི་རེད། མི་རིགས་གཞན་དག་ཅིག་གི་སྐད་ཚུགས་གོ་ཐུབ་ཀྱི་ཡོད་དུས་རང་གི་སྐད་ཚུགས་གོ་ཐུབ་ཀྱི་མི་འདུག་ཟེར་ཡ་དེ་ད་ཡོང་སྲིད་ཀྱི་མ་རེད་བསམ་གྱི་འདུག་ཚིག་དེ་ཞིག་དེ་ཞིག་མ་འདྲ་བ་རེད་མ་གཏོགས་ཁོ་རང་དོན་དག་གཅིག་པ་ཆགས་འགྲོ་གི་རེད་བ་ད་མདོག་ཚིག་མང་པོ་ཅིག་གཅིག་པ་རེད་བ་དཔེ་བཞག་ན་འགྲོ་འཇོ་ཟེར་ཡག་གི་ཁྱད་པར་མ་གཏོགས་མེད་རེད་བ་ང་ཚོ་དེ་ཡིན་དུས་དེ་དོན་དག་གཅིག་རེད་གཉིས་ནི་ཡིན་ན་ང་ཚོ་ངས་རྟག་པར་ཞིག་ང་རང་གི་གྲོགས་པོ་དེ་འདྲ་ལ་ཟེར་གྱི་ཡོད་ཁྱེད་རང་གིས་ཕར་བཤད་མ་ཤེས་ན་ད་ལྟའི་ཁག་མི་འདུག་ཟེར་བ་ཡིན་ནའི་ལས་ཚུལ་གོ་ཐུབ་པ་ཅིག་བཟོ་ཡ་དེ་དཔེ་གལ་ཆེན་པོ་རེད་དེ་གོ་ཐུབ་པ་ཅིག་བཟོ་ཡ་ཐབས་ཤེས་ག་རེ་ཡོད་རེད་ཟེར་ལབ་ན། གློག་བརྙན་དང་ནམ་རྒྱུན་གྱི་གཏམ་བཤད་དང་དེ་ཚོ་མང་པོ་ཉན། ནམ་རྒྱུན་ང་ཚོས་ཁ་པར་དང་འདི་ཚོ་ལྟ་གི་ཡོད་རེད་དེ་མང་ཆེ་ཤོས་དོན་མེད་སེམས་ཁམས་འཁྲུག་ཡ་དང་ཞེན་པ་ལོག་ཡ་དང་ཡིད་ཤོར་ཡ་དང་འདོད་ཆགས་སྐྱེ་ཡ་གི་ལྕགས་ལ་རྐྱང་རྐྱང་ལྟ་བསྡད་ཡ་མ་གཏོགས་སློབ་སྦྱོང་བྱེད་ཡ་སྐོར་དེ་ཤེ་ར་ཤེ་ར་ལྟ་གི་མེད་པ་ཡིན་པ་ཡིན་ན། ང་ཚོས་ལག་པ་ལ་ཁ་ལག་ཁ་པར་བཞག་པ་དེ་ཚོ་འཕྲོག་བརླག་རང་ཆགས་འགྲོ་གི་ཡོད་རེད། ཁྱེད་རང་ཡང་ཀླད་པ་འཕྲོག་བརླག་རེད་དུས་ཚོད་འཕྲོག་བརླག་རེད་སྒོར་མོ་འཕྲོག་བརླག་རེད་དེ་ཡིན་ཚ་དེ་མ་མཐའ་ཡིན་ན་ཉི་མ་གཅིག་ལ་ད་ལྟ་ང་ཚོ། ད་ཆིན་ཧྭ་སློབ་གྲྭ་ཆེན་མོ་གི་ད་ལོ་ཞིབ་འཇུག་བྱས་ན་ཉིན་ཉིས་སྟོང་ཉི་ཤུ་རྩ་བཞི་ལོར་ཞིབ་འཇུག་བྱས་དུས་ཀྲུང་གོ་རྒྱལ་མོང་གི་ད་རྒྱལ་ཡོངས་ཀྱི་དམངས་ཀྱི་ད་མི་མང་གི་ཁ་པར་ལྟ་ཡག་གི་དུས་ཚོད་དེ་ཉི་མ་རེ་རེ་ཆུ་ཚོད་དྲུག་རེ་བཞག་ཉིས་སྟོང་བཅུ་བདུན་ལོར་ཞིབ་འཇུག་ཅིག་བཟོས་དུས་ཉི་མ་རེ་རེར་དེ་ནི་ཆུ་ཟོལ་གསུམ་གསུམ་བཏགས་ཀྱི་འདུག་ཟེར་དེ་འདྲའི་གཏན་འཁེལ་བཟོས་བཞག་ད་ལོར་ཁོང་ཚོ་འཆད་ཁྲིད་ཀྱི་ནང་ལོ། དེ་འདྲའི་ཕྱིར་ཆུ་ཟོལ་དྲུག་ལ་ང་ཚོས་བཏགས་ཀྱི་ཡོད་རེད་ཉི་མ་གཅིག་ལས་ཁ་པར་ཆུ་ཟོལ་དྲུག་བཏགས་ཀྱི་ཡོད། ཆུ་ཟོལ་དྲུག་དེ་གི་ནང་ལོ་ནི་མ་མཐའ་ཡིན་ན་ཆུ་ཟོལ་ཕྱེད་ཀ་གཅིག། ཆུ་ཟོལ་ཕྱེད་ཀ་གཅིག་ད། སློབ་སྦྱོང་གི་ཐོག་ལ་བཏང་བ་ཡིན་ན་མ་ཤེས་པ་ཡོད་མ་རེད་བསམ་གྱི་འདུག། ང་རང་འདྲ་ཡིན་ན་ད་ལྟ་ཡུལ་ལུང་ཚང་མ་སྐྱེལ་བཞིན་གྱི་མི་འདུག་ཁམས་གསུམ་སྐྱེལ་བཞིན་གྱི་ཡོད་རེད་ས་ཆ་ལ་ལ་ལ་ལ་ལ་མ་ཤེས་པ་ཡོང་གི་འདུག་དཔེར་ན་ཉག་རོང་འདྲ་བ་དང་དེ་འདྲས་མ་ཤེས་པ་ཡོང་གི་འདུག་དེ་ཡིན་པས་ནི་བཙུད་གོ་ཐུབ་ཀྱི་འདུག། ད་ས་ཆ་ག་པར་འགྲོ་ན་སྐད་མ་གོ་ཡ་སེམས་ཁྲལ་བཅས་མེད་བསམ་གི་ཡོད་དེ་གང་ཡིན་ཟེར་ན་ངས་ཆེད་དེ་སྔ་སློབ་གྲྭ་སྲང་སྐྱོར་ཡོད་མ་རེད་རྒན་ལགས་བསྟེན་སྐྱོར་ཡོད་མ་རེད་བརྙན་འཕྲིན་དང། རླུང་འཕྲིན་དང། དེ་འདྲས་རྐྱང་རྐྱང་བསྟེན་ནས་ནི་བཤད་ཡོད་པ་དེ་འདྲས་ཀྱི་རེད་དེ་ཡིན་ཚ་དུས་དེ་བྱས་མཐའ་མ་དེ་ལ། ནི། མི་རིགས་ད་ང་ཚོ་གི་ད་ལྟ་ཡུལ་ལུང་སོ་སོ་སོ་སོའི་འདུག་དབུས་ཁམས་སོང་སྐད་ལ་ཁྱད་ཆོས་མང་འདྲ་བ་ཡོད་རེད་དཔེ་བཞག་ན་ལྷ་སར་གི་སྐད་ལ་དབྱངས་གི་སྒྲ་དེ་ཡག་པོ་ཞེ་དྲག་ཡོད་རེད་དེ་ནས་གཅིག་གི། ཨ་ཀི་ཀི་ཨི་ཨ་བྱམས་ཆུ་ཨུ་ཟེར་ནས་ཁོ་ཨི་ཨུ་གི་སྒྲ་དེ་ཚོ་ཡག་པོ་ཞེ་དྲག་ཡོང་གི་འདུག་ཨ་མདོ་གི་སྐད་འདྲ་ཡིན་ན་སྔོན་འཇུག་དང་རྗེས་འཇུག་གི་སྒྲ་དེ་ཡག་པོ་ཞེ་དྲག་ཡོང་གི་རེད་དཔེ་ཆ་ན་བཀའ་དྲིན་ཆེ་ཟེར་ཡ་བྱུང་ན་བཀའ་ཟེར་དུས་སྐབས་སུ་དང་པོ་ནས་བ་གི་སྒྲ་དེ་སླེབས་དུས་ཡོད་རེད་བཀའ་དྲིན་ཆེ་དེ་ན་གི་སྒྲ་དེ་ཡག་པོ་ཡོང་གི་འདུག་ད་ཁམས་པ་སྐད་འདྲ་ནང་ལ་ཡིན་པ་ཡིན་ན་ཁོ་རང་ག་རེ་ཡོང་གི་རེད་ཟེར་ན་མིང་གཞི་གི་སྒྲ་དེ་ཡག་པོ་ཡོང་གི་རེད་དཔེ་བྱུང་ན་ང་ཚོ་གི་ནམ་རྒྱུན་སྐར་ཆ་རྟ་ཕག་རྩ་རྣམས་ཕོ་རེད་བ་དེ་ཡིན་ཚ་དུས་ཀ་དང་རྟ་དང་དེ་ཚོ་གི་སྒྲ་དེ་ཚོ་དྲག་པོ་ཡོང་དགོས་ཀྱི་ཡོད་དུས་དཔེ་བྱུང་ན་སྟོབས་ལྡན་སྤྲང་མོ་གྱི་སྐྲག་ཐིག་ཟེར་ན།

དེ་སོ་སོ་སོ་སོ་ལ་ཁྱད་ཆོས་ཡོད་རེད་དེ་ཡིན་དུས་ཚང་མས་ཨང་དང་པོ་ངའི་རེ་བ་ཡིན་ན་དགའ་དགོས་ཀྱི་རེད། རང་ལ་དགའ་དགོས་ཀྱི་རེད། རང་རང་གི་ཤ་ཁྲག་ལ་དགའ་དགོས་ཀྱི་རེད། ང་ང་རང་ལ་དགའ་དགོས་ཀྱི་འདུག་ང་ལ་དགའ་ཡོང་དུས་དེ་ནི་ངའི་སྐད་དང་ངའི་ཟ་མ་ལ་དགའ་ཡོང་གི་རེད་དེ་ལ་དགའ་ཡོང་དུས་ཁྱེད་རང་གི་དེ་དགའ་བའི་རྒྱུ་མཚན་དེ་ལ་བརྟེན་ནས་དེ་རིན་ཐང་ཤེས་ཡོང་གི་རེད་རིན་ཐང་དེ་ཤེས་ཡོང་དུས་ཁྱེད་རང་ལ་ཡ་ད་རྒྱ་སྐད་དུ་མ་གསུངས་ན་ཝང་ཧྥ་ཙི་ཤིང་ཟེར་གི་འདུག་ཨང་ད་ཅིག་རིག་གནས་ཀྱི་སྙིང་སྟོབས་དེ་རང་བཞིན་གྱིས་སྐྱེ་ཡོང་གི་རེད་རིག་གནས་ཀྱི་སྙིང་སྟོབས་དེ་མེད་ཚར་དུས་ཨེ་ནི

རེད་བ། ཨ་ནི་འཆམ་མཐུན། རེད་བ། ཨ་ནི་མི་ཚང་མ་ལོ་བདེ་སྐྱིད་ཕུན་སུམ་ཚོགས་པ་བྱུང་ཡོང་བ། ང་ཚོར་སྐད་ཡིག་ཟེར་མཉན་དེ་ལག་པ་གཡས་པ་རེད། གལ་སྲིད་དཔལ་འབྱོར་མེད་ན་ང་ཚོ་ལག་པ་གཡས་མ་མེད་པ་དང་གཅིག་པ་རེད་མི་གཅིག་ལ་དཔལ་འབྱོར་དང་རིག་གནས་གཉིས་ཀ་མེད་ན། ཁོག་པ། ལག་པ་མེད་མཁན་གྱི་མི་གཅིག་དང་གཅིག་པ་རེད། ཡིན་ན་གཟུགས་པོ་དེ་མེད་པ་ཡིན་པ་ཡིན་ན་ལག་པ་གཉིས་ཀ་ཡོད་པ་ཡིན་ན་ལ་བེད་སྤྱོད་ཡོད་མ་རེད་དེ་ཡིན་ཚ་དུས་གཟུགས་པོ་དེ་ང་ཚོའི་བདེ་ཐང་རེད་གཟུགས་པོ་དེ་བདེ་ཐང་ལག་པ་གཡས་པ་དེ་ཤེས་རིག་ཤེས་ཡོན། གཡོན་མ་དེ་དཔལ་འབྱོར། དེ་གསུམ་འཛོམས་སོང་ན་ད་གཟོད་ང་ཚོ་མི་ཚ་སངས་ཆགས་པ་རེད་དེ་ནི།